ཉིས་སྟོང་གཅིག་ནས་ང་ཆེས་རྒན་ཡོལ་ཁང་ལ་ཕྱིན་ཚར་རེད། དེ་ནས་ཉིས་སྟོང་བཅུ་གཅིག་ནས་ད་ང་རྒན་ཡོལ་ཆ་ཚང་ལ་ཕྱིན་ཚར་རེད། ང་རང་མི་སྒེར་པ་ཅིག་གི་ཐོག་ནས་རྒན་ཡོལ་ཕྱིན་པ་ཙམ་དུ་མ་ཟད་པས། ལོ་བཞི་བརྒྱ་མ་ཟིན་ཙིག་གི་རིང་གི་ཨ་ནེ་ང་ཚོ་བོད་ཀྱི་ད་དེ་སྔའི་ལམ་སྲོལ་ཨ་ནི་རྒྱལ་དབང་གིས་ཨ་ནི་རྒྱལ་དབང་གོང་ས་ལྔ་པ་ཆེན་པོ་ནས་བཟུང་སྟེ་རྒྱལ་དབང་སྐུ་ཕྲེང་ན་རིམ་གྱིས་བོད་ཀྱི་ཆོས་སྲིད་གཉིས་ཀྱི་བོད་ཀྱི་དབུ་ཁྲིད་དང་ལུགས་སྲོལ་འགན་བཞེས་ཡག་ཅིག་དང་ཆགས་བསྡད་ཡོད་རེད། ད་འོ་དེའི་ལོ་རྒྱུས་ཀྱི། ག་ད་ལྟ་འཕེལ་རིམ་གྱི་ཐོག་ནས་གང་ལྟར་དེ་འབྲེལ་གྱི་ད་ང་ཚོའི་ལམ་སྲོལ་དེ་དང་དུ་བླངས་ནས་དགོས་པ་རྒྱུ་མཚན་ལྡན་པའི་ཐོག་ནས་འདི་བར་ད་ཛམ་བཅས་བྱས་འདུག་ཟིན།

ཨེ་འདི་ད་མི་མང་གི་འོས་འདེམས་བྱེད་ནས་ཡར་ཐོན་པའི་ཨེ་སྲིད་སྐྱོང་ཡོད་རེད་ཨེ་འབྲེལ་ཡོད་མི་བཀའ་བློན་རྣམ་པ་ཚོ་བྱས་མི་ཕེབས་པའི་ཁ་ཐུག་ལ་ཡར་རྒྱང་ཚོ་གཞུང་འབྲེལ་ཚོགས་བྱས་གཅིག་ད་ལས་བསྡོམས་ཞུ་ཡག་ད་བཀའ་སློབ་བཤད་དུ་བྲལ་རེད་ཨེ་ནི་ཁོ་ཐད་ཀའི་འབྲེལ་ཡོད་ཆགས་བསྡད་པ་རེད་ང་ད་དེ་འདྲས་ཀྱི་ད་འབྲེལ་བ་མེད་པའི་སོ་བྱེད་རེད་རེད་དེ་ནི་ད་ཁྱེད་རང་ཚོ་དེར་བསྡད་འདུག་ས་གྲ་སྒྲིག་བྱས་ཨེ་ནི་ལས་བསྡོམས

ཕྱིན་ཆད་ཀྱི་དང། རྒྱལ་དབང། གི་སྒྲིག་འཛུགས་རུ་དེ་ག་འདྲ་པོ་དྲག་ཟེར་དེ། གནས་དང་མ་གནས་ཟེར་དེ། དེའི་ཚེ་དེའི་དུས་ཀྱི་དངོས་ཡོད་གནས་ཚུལ་བསྟུན་ནས་འགྲོ་ཡ་རེད་མ་གཏོགས། འདི་མུ་མཐུད་གནས་དགོས་རེད་ཟེར་ནས། རྫ་བ་ཉིད་དང་ཟེར་གྱི་མེད། དེའི། ཅིག་བོད་སྐབས་སུ་བཤད་བཞག་པ་ཡིན་མ་རེད། སྤྱི་ལོ་གཅིག་སྟོང་དགུ་བརྒྱ་ཕལ་ཆེར་དྲུག་ཅུ་རེ་དགུ་ཡིན་པ་ཡོད། དེ་འདྲ་ཅིག་གིས་ཨ་ནི་སུམ་ཅུའི་དུས་ཆེན་གསུང་བཤད་ནང་ལ་ཡང་གནད་དེ་བཀོད་ཡོད། མ་འོངས་པ་ལ་ཡང་ཨ་ནི་རྒྱལ་དབང་གིས་ཅིག་དང་བླ་བྲང་གི་སྒྲིག་འཛུགས་རུ་ཅིག་ཡོད་བསྡད་པ་དེ་གནས་དང་མ་གནས་ཟེར་ཡག་དེ། དེའི་ཚེ་དེའི་དུས། རྒྱ་ཆེ་མི་མང་གི་ཐག་བཅད་གི་རེད། གལ་ཏེ་རྒྱ་ཆེ་མི་མང་གི་དེ་ནི་དམིགས་བསལ་དང། དེའི་ཚེ་དེའི་དུས་ཀྱི་གནས་སྟངས་ཀྱི་འོག་ནས་ཅིག་འབྲེལ་བ་གལ་མེད་པ་བྱིན་པ་ཡིན་ན། དེ་ཁོ་རང་བཞིན་གྱི་དང། འཇམ་ཆོས་འགྲོ་གི་རེད་ཟེར་འདུག་བཤད་ཡོད། བྱས་ན་འོ་ད། དེ་ནས་གཅིག་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ཀྱི་ལོ་ལ། ཡང་གསུང་བཤད

འདུག་ཟེར་བྱས། ད་དེ་ང་མིང་ཙམ་ཞིག་གིས་འདུག་ཟེར་ཡོད་རེད། ད་དེ་ནས་ཨེ་ན་འདི་དེ་གིས་བཤད་པ་ནང་བཞིན་གྱིས། ཉིས་སྟོང་བཅུ་གཅིག་ནས་ད་བར་མིང་ཙམ་དེ་མེད་པ་བྱས་གཙང་མ་ཁོ་ར་བཞག་བྱས་འདུག་ཟེར་ཡིན། ཨོ་ད་དེ་བྱེད་དགོས་ཡ་གི་རྒྱུ་མཚན་དེ།

གང་དག་འདི། དཔོན་པོ། དཔོན་པོ་རེ་ཟུང་གི་ལག་པ་ལོ། དབང་ཆ་ཆ་ཚང་ཡོད་པ་ཡིན་དུས་ཙང་ནས། ཁྲིམས་ཀྱི་དབང་བསྒྱུར་ཡོད་མ་རེད། གང་དག་ཅིག་མི་མང། ཡང་མང་བཀའ་གཏོང་ཡག་ཞིག་མ་གཏོགས། ཅིག་མི་མང། ཞབས་འདེབས་ཞུ་མཁན་ཡིན་བསམ་པའི་བློ་དེ་ཧ་ལམ་ཡོད་མ་རེད།

བཀའ་ཤག། ཨེ་ནི་བཀའ་བློན་རྣམ་པ་ཚོ་དང་གཅིག། ཨེ་ནི་ཡིག་ཚང་གི། ཨེ་ནི། དྲུང་ཆེ་རྣམ་པ་ཚོ་དང་གཅིག་དེ་ཚོའི་གྲས་ཀྱི། གཅིག་དྲང་མ་དྲང་རུ་དེ་འདྲས་བྱུང་ན། ཨ་ད། ཁོང་ཚོ། མི་ད་གྲོང་གསེབ་ནས་ཡོང་བ་རེད། གཅིག་མང་ཆེ། དམའ་མི་བཟོ་བ་དེ་འདྲས་རེད། ཁོང་ཚོ་དངོས་གནས་རང། པའི་ན་ཚ་རང་བྱས་བྱས།

མི་སྒེར་རྒྱ་ནག་རྒྱ་ཡིག་མི་མང་འཐུས་མི་ཚོགས་ཆེན་གྱི་བོད་ཀྱི་འཐུས་མི་གྲས་ང་ཡི་དེ་འཐུས་མི་གྲས་ཆགས་བསྡད་པ་རེད། བྱས་ནས་ཨིན་མི་སྒེར་བར་ཚོགས་འདུ་སླེབས། མི་སྒེར་ཚོགས་འདུ་ནང་ལ་ཡ་བའི་སྒྲིག་འཛུགས་འདེམས་པར་བྱེད་རེས་ཅིག་ཡེ་ན་མ་ཅིག་ད་གསུང་བཤད་གནང་མཁན་ཚོས་གསུང་བཤད་རིང་པོ་དེ་འདྲ་གནང། ཨ་ནི། རྒྱལ་དམངས་འཐུས་མི་ཚོགས་ཆེན་གྱི་འཐུས་མི་གྲས་ལ་གཅིག་མི་ཤེས་ཡོན་ཅན་དང་བྱས་ཅན་པོ་ལ་དེ་འདྲ་མང་པོ་ཡོད་རེད། པོ་ལ་མོ་ལ་དེ་འདྲ་མང་ཆེ་པོ་ལ་རེད། ཨ་ནི་ངའི་འཁྲིས་ལས་ཡོད་དེ་པོ་ལ་དེ་འདྲ་ཡོད། ཨ་ནི་བའི་ཚོགས་འདུ་ཡུན་རིང་པོ་ཚོགས་ཆེན་ཡན་ནས་མ་གསུང་བཤད་རིང་པོ་དེ་འདྲ་གནང་པའི་ཁ་ཐུག་ལ་པོ་ལ་དེ་ཚོ་མང་ཆེ་གཉིས་ཉལ་ཆེ་བསྡད་ཀྱི་རེད། ཨེ་དེ་ཚོགས་ཆུང་ཚོགས་ཆུང་དགོས་ནི་གོ་བསྡུར་འདི་བྱེད་དུས་ཙཱ་ནས་དྲ་མདངས་ལ་སུ་གཅིག་གིས་བསམ་འཆར་བཤད་ཕོད་ཀྱི་མི་འདུག་བ། ད་ཡིག་ཆུས་རུ་དེ་འདྲའི་ཨིན་ཏོག་ཏོག་བསམ་འཆར་བཤད་བྱས་ཨོ་དེ་འདྲ་ཅིག་གིས་ང་དེ་ཉམས་མྱོང་བྱུང་བ་རེད། དེ་ལྔ་བཅུ་ང་བཞི་ལོ་ལ་རེད། འདི་ནི་ལྔ་བཅུ་ང་དྲུག་ལོ་ལ་རྒྱ་གར་ལ་ཡ་བུདྡྷ་ཅན་དེས་སངས་རྒྱས་མྱང་འདས་དུས་ཆེན་ལ་ང་རྒྱ་གར་སླེབས་རེད། དེ་དུས་རྒྱ་གར་གྲོས་ཚོགས་ལ་ང་བལྟ་འགོག་བྱས་ཡག་ཅིག་བྱུང། ཨོ་ད་རྒྱ་གར་གྲོས་ཚོགས་ནང་ལ་བལྟ་དེ་བལྟ་སྐད་ཆ་སྐད་ལོག་བཏབ་ནི་བལྟ་སྐད་ཅོག་འོ་ཅོག་གང་བལྟ་ཡག་ཅིག་ཨེ་ནི་ཅིག་འཐུས་མི་ཚོས་རྒྱ་གར་སྲིད་བློན་རེད་ཅིག་གང་ལྟར་མི་རྒྱ་གར་གཞུང་གི་བློན་ཆེན་དུ་ད་དུས་ཐད་ལ་ཅིག་གིས་སྐྱོན་བརྗོད་བྱས་ཡག་བྱུང་ན་བལྟ།

ད་འདིར་མཱར་ཤལ། Marshall Ho། ལུང། དེ་དུས་ནི་རྒྱལ་སྲིད་སྤྱི་ཁྱབ་ཁང་གི་སྲིད་བློན་གཞོན་པའི་གྲས་རེད། ལ་ཁོ་རང་གཉིས་འབྲི་ལ་ཕེབས་སོང། ཡང་ཁོ་རང་གཉིས་ང་འབྲི་ལ་ཚང་ཁ་ཤས་ཐུག་རེད། དེ་དུས་ནི་ངས་འདི་སྲིད་བློན་ཀྲུའུ་ཨན་ལེ་ལ་ཞུས་ཡིན། ད་རྒྱ་ནག་ནི་ང་ཚོ་རྒྱ་མི་དམངས་འཐུས་མི་ཚོགས་ཆེན་ཚོགས་འདུ་ཚོགས་པའི་ཁ་ཐུག་ལ་ཕེབས་ཅིག

ཀྲོའུ་ལེན་ལ་ཡར། ཨ་རི་ཀྲོའུ་ལེན་གྱིས་དེའི་ལན་དེ། ད་ཁྱོད་རང་རྒྱ་ནག་ནས་ཕྱིན་ཚར་རེད་བྱས་ལ་རྒྱ་ནག་ལ་ཡི་ད་འགྱུར་བ་ཞིག་རག་ཕྱིན་ཡོད་ས། ག་ད་ད་དེ་རྗེས་མ་ཏོག་བཤད་ཡ་ཡོད་འདུག་ག། བྱས་ད་དེ་འདྲ་ཡིན་དུས་གཏམ་བརྗོད་རང་དབང། སྨྲ་བརྗོད་རང་དབང། བསམ་བློ་རང་དབང། ཟེར་ཡ་དེ་དེ་དམངས་གཙོའི་སྐོར་ཁྱད་ཆོས་རུ་ཅིག་ཆགས་ཀྱི་ཡོད་རེད། ད་དཔེ་གལ་ཆེན་པོ་འདུག་ག།

ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལ་ང་རྒྱ་གར་ལ་འབྱོར། ལྔ་བཅུ་ང་བདུན་གྱི་ལོ་མགོ་སྟེ་བར་བོད་ལ་ཕར་ལོག་པ་རེད། ཨེ་ནི། བོད་ལ་ཕར་སླེབས་པ་དང། ཨེ་ནི། ད་རྒྱ་མི་བུ་མོ་ཚོ་ཐུགས་ཆེ། ད་ང་ཚོ། ཡག་ས་དེ་ང་ཚོ་ཤེས་ཀྱི་མེད་ད། དེ་ཡག་པོ་བྱུང་བའི་བྱུང་རབས་དེ་ཡིན་དེ་མི་གཞན་དག་བཤད་དུ་བཅུགས།

མི་མང་དུང་ཕྱུར་བདུན་བཅུས་དབང་སྟེ་ཨ་ཆི་རེ་མ་ཏོ། ཅིག་རྒྱལ་པོ་ཡིན་ཟེར་ཨ་རོ། ཅིག་རྒྱལ་མོ་ཡིན་ཟེར་ཨ་རོ། ཅིག་ཆོས་མཆོག་གི་བླ་མ་ཡིན་ཟེར་ཨ་རོ་དེ་འདྲའི་རུ་དབང་ཡོག་མར་དར། ཨེ་ནི་ལུང་པ་རེ་རེ་རེ་རེའི་དོན་གྱི་བདག་པོ་དེ་ལུང་པ་དེ་མི་མང་དེ་རེད། ད་ཨ་མི་རི་ཀར་ངས་དེ་འདྲ་བཤད་བསྡད་ཀྱི་ཡོད། ཨ་མི་རི་ཀའི་ལུང་པ་འདི། ཨ་མི་རི་ཀའི་མི་མང། ས་ཡ་སུམ་བརྒྱ་ལྷག་སུ་ཞོག་རེད་དེའི་འདི་ལ་དབང་བསྡད་ཡོག་རེད་མ་གཏོགས། ཨ་རིའི་ཆབ་སྲིད་ཀྱི་ཤོག་ཁག་ད་གཙོ་ཆེར་བྱེད་རི་པ་པི་ལེ་ཀན་དང་རི་མོ་ཀི་རེ་ཏིག་གཉིས་ཡོག་རེད་དེ་གཉིས་ལ་དྭགས་ལ་མར་དྭགས་ཟེར་འདུག་བཤད་བསྡད་ཡོད། ཁོ་ལ་དེར་མཚོན་ཁྲག་གི་ལུང་པ་ག་བ་ཡིན་ནས། ལུང་པ་དེ། ལུང་པ་དེ་མི་མང་གི་དབང་དུ་ཡོད་རེད་མ་གཏོགས་མི་རེ་གཉིས་ལ་དབང་ཡོད་མ་རེད་ཟེར་ནས་བཤད་བསྡད་ཀྱི་ཡོད། ཟེར་ད་ང་ཚོ་བོད་པར་ཆ་བཞག་ནས། བོད་གངས་ཅན་གྱི་ལྗོངས་འདི། གངས་ཅན་པ་ས་ཡ་དྲུག་ལ་དབང་དུ་ཡོད་རེད་མ་གཏོགས། གཅིག་གིས་དཔོན་པོ་ཡིན་ཟེར་རོ་གཅིག་གིས་བླ་མ་ཡིན་ཟེར་རོ། མཐར་ཐུག་དཔེར་ན་རྒྱ་གར་མི་ཆེ་ཟེར་ནས་དབང་ཡོད་མ་རེད། ཚེ་དེ་འདྲ་ཡིན་དུས་ཚེ་ན་ད། མི་མང་ལ་དབང་བསྡད་དུས་ད། མི་མང་དོན་གྱི་བདག་པོ་རེད་ད་དོན་གྱི་བདག་པོ་དེ་གིས་སོ་སོའི་ལུང་པ་དེ་ག་འདྲ་བསྐྱང་དགོས་རེད་ལབ་ན། མི་མེ་རི་ངོ་རེས་སྐད་ཆ་དྲིས་བྱས་ཐག་གཅོད་བྱེད་ཐུ་ཡང་ཡོད་མ་རེད་དེ་འདྲ་ཡིན་དུས་མི་མང་གི་འོས་བསྡུ་བྱས་ནས་ཡང་འགོ་ཁྲིད་བཀོད། དང། འོས་བསྡུ་བྱས་ནས་ཡར་བསྐོས་བྱས་པས་ད་མི་དེ་མི་མང་གི་ཚབ་བྱེད་ཀྱི་ཡོད་རེད་ད་མི་མང་གི་ཚབ་བྱས་བྱས་དེ་ནི། མ་ལུང་པའི། གང་ལྟར་བྱས་ཀྱི་ད། མི་མང་གི་འདོད་པ་ག་རེ་ཡོད་པ་དེ་དེ་ད་སྒྲུབ་མཁན་གྱི། སྲི་ཞུ་བ་ཞབས་འདེགས་པ་ཞིག་བྱས་བྱས་ད། འཛིན་སྐྱོང་འགན་འཁུར་བླང་དགོས་ཡག་ཅིག་འདུག་སུ་རེད། མི་མང་གིས་བསྐོས་པ་ཡིན་འདུག་ས་གནས་འགོ་ཁྲིད་ཀྱིས་ལས་ཀ་གལ་ཆེ་དེ་དེ་མི་མང་ལ་མ་སྐད་ཆ་དྲིས་ནས་གང་ལྟར་མི་མང་ལ་མ་སྙན་བསངས་ཞུས་རྗེས་ཏར་འདུག་སུ་འགྲོ་དགའ་ཅིག་འགྲོ་ད་འདི་ཡག་པོ་ཞུགས་འདུག་ལ་ཨེ་ནི་གལ་ཏེ་འགོ་ཁྲིད་འཐུས་ཚང་མ་བྱུང་བ་ཡིན་ན་མི་མང་གིས་བསྐོས་པ་ཡིན་འདུག་ཁྲབ་ཏུ་མི་མང་གི་སྡིག་པ་གནས་དབྱུང་བཏང་ཡག་གི་ཐོབ་ཐང་ཡོད་རེད་དཔེར་ན་ཨ་མི་རི་ཀའི་སྲིད་འཛིན་ནིག་སིན་ཧ་ཅང་སྐད་གྲགས་ཆེན་པོ་རེད་འཇོན་པོ་ཤ་རེད་ཁོང་བཞུགས་གོ་བོ་ཏྲ་གེད་ཟེར་བའི་རྙོག་ཏྲ་བྱུང་ནི་མཐའ་མ་དེ་ག་ད་སྲིད་འཛིན་ནས་མ་ད་དགུག་ཤུ་དང་གོད་ཆག་བྱས་འདུག་ཟེར་རེད་ས་དེ་འདྲ་ཡིན་དུས་རྩ་ནས་འོ་ད་དམངས་གཙོ་ཟེར་བ་དེ་དངོས་ནས་དྲ་གནས་ཀྱི་དགེ་མཚན་ཆེན་པོ་ཡོད་ཚོད་ཅིག་དེ་འདྲ་ཡིན་དུས། འོ་ད་དགའ་བཞིན་སྤྲོ་བཞིན་དང་དུ་བླངས་བྱས། དགའ་ལྡན་ཕོ་བྲང་གི་སྲིད་དབང་གཟིམ་ཡག་འདི་བཞུགས་འབྲི་བྱས་འགྲོ་དང་འདུག་སྲིད་རེད།